གནམ་འོག་གི་སེམས་རྒྱུད་ཚན་པའི་ཀུན་ཁྱབ་བརྙན་འཕྲིན་ལས་རམ་ཨང་བརྒྱ་དང་བརྒྱད་ཅུ་གྱ་དྲུག་པ་དངོས་སུ་དབུ་འཛུགས་ཞུས་པ་དང་སྦྲགས་ལས་རམ་འདིར་གསན་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་ཡོངས་ལ་སྐུ་ཁམས་བཟང་པའི་འཚམས་འདྲི་ཞུ་གི་ཡོད། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་དགུ། བོད་ཟླ་བདུན་པ་གྲུ་གཞན་ཟླ་བའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉེར་གསུམ་དགུ་རེས་གཟའ་ཟླ་བ་རེད། དེ་རིང་གི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་གྱི་ཁྱབ་ཁོངས་སུ། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་དྲུག་ལོའི་བོད་མི་མང་གི་སྲིད་སྐྱོང་འོས་མི་དང། བོད་རྒྱ་ཡིག་རིགས་གཉིས་ལྡན་གྱི་རྩོམ་པ་པོ། བོད་རང་བཙན་འཐབ་རྩོད་པ་ཨ་ཚོགས་ཀླུ་མཁར་བྱམས་མཆོག་ནས་བོད་ཀྱི་བདག་དབང་དེ་བོད་མི་མང་ལ་ཡོད་པ་དང། བོད་ཀྱི་ངོ་རྟགས་ངོས་འཛིན་ཇི་ལྟར་བྱ་ཚུལ། མི་མང་གིས་རྒྱལ་པོ་ལ་བརྩི་བཀུར་ཞུ་སྟངས་ཤུལ་ལུགས་ངོ་མ་དེ་གང་ཡིན་སོགས་ཀྱི་སྐོར་ལ་དཔྱད་བརྗོད་སྤེལ་བ་དེ་བརྒྱུད་སྤེལ་ཞུ་རྒྱུ་ཡིན་པས་རིམ་པས་གསན་གསུང་གནང་རོགས།

ཨ་ནེ་རྒྱལ་ཁབ་དེ་གི་མཁར་རྒྱའི་དབང་ཐང་དེ་སྲུང་སྐྱོབ་བྱེད་རྒྱལ་ཁབ་གི་བདག་དབང་ལ་སྲུང་སྐྱོབ་བྱེད་པ་ཡིན་ན་འབངས་མི་སེར་གི་ཨ་ནེ་རྒྱལ་པོ་ལ་གུས་ཞབས་བྱེད་དགོས་རེད། འབངས་མི་སེར་གི་རྒྱལ་པོ་ལ་གུས་ཞབས་བྱེད་དགོས་ཡ་གི་རྒྱུ་མཚན་གཙོ་བོ་ག་རེ་རེད་ཟེར་ན་རྒྱལ་པོ་དེ་གི་ཨ་ནེ་སྤྱི་ཚོགས་གི་མཁར་རྒྱའི་དབང་ཐང་དེ་སྲུང་སྐྱོབ་བྱེད་ཐུབ་ཀི་ཡོད་པ། ཨ་ནེ་འབངས་མི་སེར་གི་ད་རྒྱལ་ཁབ་གི་བདག་དབང་དང་འབྲེལ་བའི་དེའི་རྐྱེན་ནི་གང་ལ་འབངས་མི་སེར་ལ་རྒྱལ་པོ་དེས་ཨ་ནེ་གིས་བཀུར་བྱེད་དགོས་ཡ་དང་ཨ་ནེ་ཡ་གོང་བཀུར་བྱེད་དགོས་ཡ་དེའི་གི་འགན་ཡོད་རེད། ད་དེ་རེད་འབངས་མི་སེར་དང་རྒྱལ་པོ་གཉིས་ཆ་གི་བར་གི་འབྲེལ་བ་དེ། དེའི་རྐྱེན་ནི་གང་ལ་གལ་སྲིད་རྒྱལ་པོ་གི་ཨ་ནེ་རྒྱལ་ཁབ་གི་ཁ་རྗེའི་དབང་ཐང་དང་བདག་དབང་དེ་སྲུང་སྐྱོབ་བྱེད་མ་ཐུབ་ན་ཨ་ནེ་འབངས་མི་སེར་གི་རྒྱལ་པོ་ལ་གུས་ཞབས་བྱེད་དགོས་ཡ་གི

ད་དེ་གཉིས་གསལ་བོ་བཤད་ཡོད་རེད་གཅིག་དེ་རེད། གཉིས་པ་ནི་ད་རྒྱ་ནག་གི། རྒྱ་ནག་གི་ད་ཁུང་ཙི་གི་ད་ང་ཚོས་བཤད་ལོང་ནི་གང་ན། ད་རྒྱ་ནག་གི་རུའུ་ལིག་གི་ད་བསམ་བློའི་གཙོ་འཛིན་ཟིན་ན་རེད་དེ་གི་ཤེས་ཡོན་གི་ཐོག་ན་ག་རེ་བཤད་དགོས་ན། རྒྱལ་པོ་གི་རྒྱལ་པོ་གི་འགན་འཁྱེར་དགོས་རེད། འགྲོ་བ། རྒྱལ་པོ་དེ་རྒྱལ་པོ་གི་ས་ནས་ཁོ་རང་གི་འགན་འཁྱེར་དགོས་རེད་དེ་བྱས་ནས་གང་ན་བློན་པོ་གི་བློན་པོ་གི་གོ་ཆོད་དགོས་རེད་མི་སེར་གི་མི་སེར་གི་གོ་ཆོད་དགོས་རེད། བློན་པོ་དེ་ཚོ་གི་རྒྱལ་པོ་ལ་ག་རེ་ཡིན་ན་བྱེད་ཅིག་རྒྱུ་བ་མ་རེད། རྒྱལ་པོ་ཅིག་ལམ་ལོག་ལ་འགྲོ་གི་ཡོད་ན། ཨ་ནི་འདི་བྱེད་དགོས་ཀྱི་རེད། བློན་པོ་དེ་ཚོ་གི་འགན་ཁྱེར་ནས་བྱས། རྒྱལ་པོ་ར་བློན་པོ་དེ་གཉིས་ཀ་རེད་ན་ཤིང་རྟ་གཅིག་ལ་ཆགས་བྱས་ན་འཁོར་ལོ་གཉིས་ཆགས་རེད། རྒྱལ་པོ་གི་རྒྱལ་ཁ་གཅིག་ཆོད་བྱེད་རྒྱུ་བ་མ་རེད། བློན་པོ་དེ་ཚོ་གི་ཨ་ནི་དེ་གྲས་ལ་དབང་པོའི་བློན་པོ་དེ་ཚོ་གི་གྲས་མདུན་བྱས་ནས་བྱས། རྒྱལ་པོ་ར་གཉིས་ཆགས་འགྲོ་ནས་ནི་རྒྱལ་ཁབ་གི་ཤིང་རྟ་དེ་འཁོར་ལོ་གཉིས་ཆགས་འཁོར་ཐུབ་ཡ་ཅིག་བྱེད་དགོས་རེད། གལ་སྲིད་རྒྱལ་པོ་གཅིག་གི་ཧམ་པ་ཅི་ནས་ཅི་ནས་བློན་ཚོགས་པའི་ར་ཞུ་རྒྱུ་དེ་ཚོ་ཁ་མ་སྙན་པ་དང་རུ་བ་ད་རུ་རུ་ཆུང་གི་ནང་ནས་རུ་གི་རུ་ལུག་གི་བཤད་སྟངས་དང་དེ་ཅི་ནས་ཅི་རྒྱལ་ཁ་གཅིག་གཅོད་བྱེད་གི་ཡོད་ན་ཟེར། ཨ་ནེ། དེའི་གི་ད་སྒྲོམ་གཞི་དེ་ད་གཞུང་དེ་འགྲོ་གི་མ་རེད་ཟེར། འབངས་མི་སེར་གྱི་རྒྱལ་པོ་ལ་རྩིབས་ཀྱི་དུས་ཞིབ་ཅིག་དགོས་ཡ་གི་རྒྱུ་མཚན་ག་རེད་ན་ད་ག་རང་རེད་ཨ་ནི་རྒྱལ་པོ་དེ་རྒྱལ་པོ་གི་ས་ནས་ད་དེ་རྒྱལ་པོ་གི་རྒྱལ་པོ་གི་འགན་འཁྱེར་ཐུབ་གི་ཡོད་ན་ཨ་ནི་འབངས་མི་སེར་གྱི་གཞུང་དེ་ལ་ཁྲལ་བསྡུ་ཁྲིམས་གནོན་བྱས་ནས་ཀྱི་ཨ་ནི་ད་དེ་གི་བྱེད་དགོས་ཡ་རེད་གལ་སྲིད་དེ་བྱེད་དགོས་མེད་ན་རྒྱལ་པོ་གི་དེ་བྱེད་གི་བྱེད་ཐུབ་གི་མེད་ན།

སྐབས་དེར་གང་ལ་མོ་ཙེ་ཏུང་གི་ག་རེ་བྱེད་སྐོར་ནི་མ་ཁེ་སི་དང་ཆིན་ཧྲི་ཧུང་གཉིས་ཆ་རྒྱ་ནག་གི་གུང་ཁྲན་རང་ལུགས་ཀྱི་ཚོགས་པ་དེ་གི་བྱེད་རྒྱུ་དེ་ག་རེ་རེད་ན་མ་ཁེ་སི་གི་སྒང་ལ་ཆིན་ཧྲི་ཧུང་གནང་རྒྱུ་གི་ད་རྒྱལ་པོའི་ལམ་ལུགས་ཟིན་ན་རེད་ད་དེ་འདྲའི་གི་ངོ་བོ་ཁེ་མཚར་ཅིག་གི་གྲུབ་རྒྱུ་དེ་ཡིན་ད་ཁོ་རྒྱལ་པོ་དེ་གོ་ཡང་མི་ཚེ་ཁོ་རང་དབང་ཆ་ཟིན་དགོས་རེད་དེ་ཡིན་པ་སོང་ཙང་ད་ད་ཁོང་ལོར་གི་སྐད་ཆ་དེ་ཚོ་ཁོ་ཕོ་རྐོས་བར་ད།

ད་ནང་བཞིན་གྱི་ང་ཚོས་གོས་དང་བོད་ཡིག་གི་རིག་གཞུང་གི་ཐོག་ནས་བཤད་ན། བོད་པའི་ནོར་བུ་གཏམ་ཤིང་དམ་པའི་འདུ་ར་དེ་ཚོ་གི་ནང་ན། བུ་ཁྱོ་ག་ཅིག་ཡིན་ན་ཟིག་གོ་རེ་ད། མ་འོངས་པ་ན་བསམ་བློ་རང་སྐྱ་འཕེལ་བ་དགོས་རེད། རེད་བ། རྗེའུ་རྔན་པ་གི་ཁ་ཁྱད་པར་དུ་རྗེའུ་རྔན་པའི་ཁ་ལ་རྒྱུག་རྒྱུ་བ་མ་རེད། དེ་གི་རྒྱལ་ཁམས་དང་སོ་སོ་ཉིས་ཆ་ཕུང་འགྲོ་གི་རེད། དེ་འདྲས་བཤད་ཡོད་རེད། འདི་བོད་ཀྱི་རིག་གཞུང་གི་ནང་ན་དོན་གྱི་བཤད་སྟངས་ཡོད་རེད། བ་དེ་འབའ་སོང་སང་འདི་བཟོ་གྲས་འདི་ཐུབ་བསྟན་སྦྱིན་པ་རི་འདི་བཟོ་གྲས་ཀྱི་སྤྱིར་བཏང་གི་ཁྱོན་ནས་ཡོང་ནས་ད་སི་རྟ་བྱེད་དགོས་ཡང་གི་གནས་སྟངས་ཞིག་རེད། ད་ནང་བཞིན་གི་ད་ང་ཚོ་རྒྱལ་སྤྱི་གི་ཐོག་ནས་ད་ཉམས་མྱོང་གི་ཐོག་ནས་མ་ར་ཅིག་བྱས་ཡོང་དེ་རང་ངས་ཤེས་ཡོན་གྱི་རྒྱབ་ལྗོངས་ཀྱི་བཤད་ཀྱིན་ཡོད། ད་ནང་བཞིན་གི་རྒྱལ་སྤྱི་གི་ཐོག་གི་ད་ང་ཚོ་གི་ཉེ་རབས་ཀྱི་ལོ་རྒྱུས་ཐོག་ནས་བོད་པ་དང་འདྲ་བོ་ཡོད་རྒྱུ། རེད་བ་རྒྱལ་པོ་ལྷ་ཡིན་ལབ་ནས། དེ་བཟུང་གི་ཐོག་མཐའ་བོད་པ་དང་ཧ་ཅང་ཐག་ཉེ་བོ་ཞིག་དེ། ང་ཚོ་སོག་པོ་གི་ད་མོང་གོ་ལི་ཡ་གི་རྒྱལ་ཁབ་འདི་རེད། མོང་གོ་ལི་ཡ་གི་རྒྱལ་ཁབ་དེ་ལ་རྒྱལ་ཁབ་ཅིག་བཙུགས་ནས་གསར་བརྗེ་བྱུང་བ་དེ་ཚོ་ལ། བཤད་སྟངས་མང་པོར་ར་ཤི་ཡ་གི་ནུས་བ་ཐོན་ཡོད་རེད། ཡིན་ན་རྒྱལ་ཁབ་དེ་གི་ངོ་མ་ད་རྒྱལ་ཁབ་ཤོར་ཟིན་ན་རེད་ད་གང་ལྟར་བྱེད་འགྲོ་པའི་ཁ་ཐུག་ལ་ང་ཚོ་བོད་པ་ནང་བཞིན་གྱི་ཆོས་སྲིད་ཟུང་འབྲེལ་གྱི།

ཆོས་ནི་ཡག་པོ་ཅིག་བྱུང་གོ་མ་རེད་དེའི་སྐབས་ལ་ཨ་ནི་ར་ཤི་ཡ་གི་གསར་བརྗེའི་བ་དེ་ཚོ་ཨུ་རུ་སུ་གི་རྒྱབ་སྐྱོར་ཅིག་ཡོད་ན་རེད་མིན་ན་རེད་དེ་ཚོ་ཡར་ལངས་ནས་ཅིག་ཨ་ནི་རྒྱལ་ཁབ་ཅིག་བཙུགས་ཡ་རེད་རྒྱལ་ཁབ་བཙུགས་ཡ་དང་དུས་མཉམ་གཅིག་ཏུ་རྒྱལ་ཁབ་དེ་ལ་རྩ་ཁྲིམས་བཟོ་ནས་ཅིག་ཁ་ཁ་རྗེ་བཙུན་དམ་པ་ཟེར་ཡ་གི་ཅིག་ད་ཆབ་སྲིད་གི་ལམ་ལུགས་ཁ་ཁ་རྗེ་བཙུན་དམ་པ་གི་བཙིར་རྒྱུག་གི་ཆེ་སྲིད་སྲུང་རྒྱུག་གི་ལམ་ལུགས་ད་པ་ད་རྩ་མེད་བཟོ་བ་མ་ཟད་ཁ་ཁ་རྗེ་བཙུན་དམ་པ་ཟེར་ཡ་གི་འདི་བཟོ་སྲིད་ཨ་ནི་མོང་གོ་ལི་ཡ་གི་ས་ཐོག་ནས་སྐབས་ཁོ་རང་མཐོང་ཅིག་གི་མེད་ཚེ་རྒྱང་སྲིད་ཁོ་རང་མཐོང་མཐོང་མ་ཅིག་པ་བཟོ་བ་རེད་དེ་ག་དེ་སོག་པོ་རང་ཉིད་གི་བཟོ་བ་ད་སྐབས་ད་རིག་གི་ཕྱི་སོག་གི་གསར་བརྗེ་བ་དེ་བཟོ་དེ་ག་རེད་ན་ཐད་ཀ་རྗེ་བཙུན་དམ་པ་མི་ཅིག་ལ་མིག་རྒྱུ་མ་དེའི་ལམ་ལུགས་དེ་རྩ་མེད་བཟོ་ཡ་གི་བྱེད་གལ་སྲིད་ལམ་ལུགས་དེ་འདྲས་ཅིག་ཡོད་ན་ད་མ་འོངས་པ་ན་དེ་ལ་རྐྱེན་བྱས་ནས་ཀྱི་ཕྱི་སྲིད་ཟུང་འབྲེལ་གི་བྲན་གཡོག་སྤྱི་ཚོགས་ཡང་བསྐྱར་འགོ་བཅག་ཡོང་དགོས་རེད། དེ་ཡིན་པ་སོང་ཙང་ད་ག་གི་ཀ་རྗེ་བཙུན་དམ་པ་དེས་ཨ་ནི་ཤི་སོགས་ནས་ཏང་འཁྲུངས་ཐུབ་ཡོད་མ་རེད་སྐབས་དེར་ཡང་ན་འཁྲུངས་མ་ཐུབ་པ་ཅིག་ཨ་ནི་རྒྱ་གར་ནང་ནས་རྒྱ་གར་འབུ་ཞིག་གི་ཐིག་ཐག་ཅིག་བཅད་ལོ་མང་པོ་བསྡད་ནས་ད་ཤི་སོགས་དེས་རང་བཙན་གི་རྒྱལ་ཁབ་ཆགས་ནས་ཅིག་ད་ད་ལྟ་གི་རང་དབང་དང་མང་གཙོ་གི་ཁྲིམས་དང་སྒྲིག་གཞི། ཚད་ལྡན་གཅིག་ཆགས་པའི་རྗེས་ནས་ན་ཉིན་བཞི་ཉིན་དུ་བ་ལོའུ་ཁ་ཤིས་ཀྱི་རྗེས་ནས་ནི་ཁ་ཁ་རྗེ་བཙུན་དམ་པ་དེའི་ཡང་སྲིད་པའི་སོག་པོའི་ནང་ལུང་པ་ལ་ད་ཕྱི་སོག་ལ་ཕེབས་ཐུབ་ཡོད་རེད་ད་ཡིན་ན་ཕེབས་བ་དེ་ད་སྤྱིར་བཏང་གི་ང་ཚོ་ཡིན་ན་སྤྱིར་བཏང་གི་བླ་མ་ཅིག་མ་གཏོགས་ད་ཆབ་སྲིད་ཀྱི་ཤེས་ཤིག་ཅན་ཅིག་རྩ་བ་ཉིད་ནས་མེད་པ་ཆགས་ཚར་དེ་འདྲའི་ཞིག་གི་གནས་སྟངས་ཀྱི་འོག་ནས་ད་ཕར་ཕེབས་ཐུབ་ཡོད་རེད་གལ་སྲིད་དེ་ད་སོག་པོ་གི་དེའི་གཞུང་འཛིན་གནས་ཀྱི་མི་དེ་ཚོ་ད་ཤི་ཡོད་ན་གདང་རྒྱུ་ར་མ་རེད། ལྷ་ཆོས་ཞེས་གྲགས་པ་དེ་ག་ངོ་རྒོལ་བྱེད་རྒྱུར་མ་ལམ་ལུགས་དེ་འགྲིག་གོ་མ་རྟ། དེ་ཡིན་པ་སོང་ཙང་ལམ་ལུགས་དེ་ལ་ངོ་རྒོལ་བྱེད་ཡ་གི་ཟིན་ན་མི་འདུག་དེ་གཅིག་ནས་གཅིག་ད་ཁ་ཁ་རྗེ་བཙུན་དམ་པ་ན་ཉིན་བཞི་ཉིན་ད་གཞི་མེད་ཕར་ད་སོག་པོ་ནང་ལ་ཅིག་ཕེབས་ཆོག་ཡ་དང་ད་ཡང་སྲིད་དེ་ར་ནས་ད་ཕ་ཁྱེར་ཤི་སོག་ནས་འཁྲུངས་ན་འགྲིག་གི་ཡོད་ཟིག་ད་དེ་འདྲའི་ར་བོ་ཅིག་ཡིན་བསམ་སོང་དེ་གཅིག་ཡང་སྲིད་ངེས་འཛིན་བྱེད་ཡར་མ་གཏོགས། རྒྱལ་ཁབ་དེའི་གཞི་བརྟན་པོ་ཆགས་ནས་ཀྱི་རང་དབང་དང་དམངས་གཙོ་གི་དངོས་གནས་དྲངས་ནས་དེའི་རིག་གཞུང་གི་མ་ལག་ཅིག་ཚིག་རག་པར་དུ་ཕྱིས་སུ་ཟུང་འབྲེལ་གྱི་མི་སྣ་འདི་ཚོ་ཡོང་བཅུག་བ་མ་རེད། ད་ལྟ་ནང་བཞིན་གྱི་ད་ང་ཚོ་བོད་ཀྱི་མ་འོངས་པའི་བོད་ཀྱི་ཐོག་ནས་ཏཱ་ལའི་བླ་མ་གི་ཨིན་སི་ཐུ་ཆོས་གཞུང་དང་འབྲེལ་བའི་རེ་བ། སྒར་སྡིངས་ཕོ་བྲང་དང་འབྲེལ་བའི་ང་ཚོ་བོད་ནང་གི་གནས་སྟངས་གི་ཐོག་ནས་ཅིག་བཤད་དགོས་ཀྱི་ཡོད་ན། ད་ཁག་པོ་ཞི་བོ་ཆགས་བསྡད་ཡོད་རེད་མ་འོངས་པ་ན་བོད་རྒྱལ་ཁབ་ཅིག་བཙུགས་ཐུབ་མི་ཐུབ་ཏུ་གནས་ཚུལ་ལོག་པ་རེད་བོད་རྒྱལ་ཁབ་ཅིག་བཙུགས་ཡ་དང་ཕྱིས་སུ་ཟུང་འབྲེལ་གྱི་ལམ་ལུགས་ལ་ངོ་རྒོལ་བྱེད་དགོས་ཡ་གཉིས་ཆ་དུས་མཉམ་བཞག་གི་རེད་ད་དེ་མ་སོང་ད་བོད་ནང་གི་ན་གཞོན་ཚོ་ལ་ངོ་ནས་བཤད་ལོང་ན་གྲ་སྒྲིག་ཆ་ཚང་རེད་ད་ཆབ་སྲིད་ཀྱི་ཐོག་གི་གྲ་སྒྲིག་ཞིག་ཡིན་པ་ཙམ་མ་ཟད་ཁོ་ཚོ་ལ་ག་རེ་ན་ཤེས་རིག་གི་ཐོག་གི་གྲ་སྒྲིག་ཡོད་པ་དེ་ང་ཚོ་གསལ་བོ་ཧ་གོ་དགོས་རེད་ཤེས་ཡོན་གྱི་ཐོག་ནས་ད་དེའི་ནང་ནས་བཤད་ཡོང་ནའི་སྒང་ལ་བོད་ནང་གི་ན་གཞོན་པ། ད་འཐབ་བརྟུན་སྦྱིན་པ་རེད་དེ་ཚོ་གི་འདྲེ་མཐོང་མཐོང་བྱེད་གི་འདུག་བོད་ནང་གི་ད་ཞོགས་དུང་རེད་འདི་ཚོ་གྲི་རེད་དེ་ཚོ་འཐབ་བརྟུན་སྦྱིན་པ་དེ་ཚོ་སྔོན་མ་ངས་ཁོ་ཚོ་སྐད་ཆ་དེ་ཉན་མྱོང་ཡོད་འཐབ་བརྟུན་སྦྱིན་པ་ག་རེ་བྱེད་གི་འདུག་ཞོགས་དུང་རེད་དེ་ཚོ་གྲི་གི། བོད་ཀྱི་གནས་ཚུལ་དང་མི་འཚམས་པའི་ནུབ་ཕྱོགས་ཀྱི་ཤེས་ཡོན་ན་ཅིག་ལ་ནས་ཅིག་ཁྱེད་ཡོང་ནས་ཅིག་ཉམས་དཀར་ཚ་ནུབ་ཕྱོགས་ཀྱི་བཤད་སྟངས་ཁྱེད་ཡོང་ནས་བོད་ཀྱི་གནས་ཚུལ་དང་མི་འཚམས་པ་ཟིག་བཤད་དགོས་རེད།

བཞི། སྐར་རྩ། ཤེས་ཡོན་སློབ་གསོ་གི་ཐོག་གི་མན་ངག་ཟིན་ན་གདམས་པ་ཟིན་ན་དེ་འདྲའི་གི་སྣ་ཁ་བཅུ། གཅིག་གཉིས་གཅིག་གསུམ་ཟིག་བཤད་གི་འདུག་དེའི་ནང་གི་སྣ་ཁ་གཅིག་དེ་ག་རེད་ན། བོད་ནང་ལ། ཡང་སྲིད་གི་ལམ་ལུགས་བླ་མ་གྲྭ་བ་ཐུགས་ཐག་བཅད་གི་ཡང་སྲིད་གི་ལམ་ལུགས་འདི་ཇི་སྲིད་དུ་གནས་བ་བར་དུ་བོད་ནང་ནས་མི་ཆིག་ཤེས་རིག་ཅིག་ལ་མགོ་བཀྱག་ཡ་གི་གོ་སྐབས་ཡོད་བ་མ་རེད། བོད་ནང་ནས་མི་ཆིག་ཤེས་རིག་ཅིག་མགོ་བཀྱག་དགོས་གི་ཡོད་ན། ཨ་ནི་ཡང་སྲིད་ཀྱི་ལམ་ལུགས་འདི་རྩ་མེད་འགྲོ་དགོས་ཀྱི་རེད། ད་ལྟ་བཤད་ད་ང་ཚོ་མི་ཆེས་ཤེས་རིག་ན་མི་མང་ཙིག་གི་གོ་གོ་མ་རེད་མི་ཆེས་ཤེས་རིག་ན་ག་རེ་ཟིག་གོ་ན། མི་ལ་མིའི་གི་ཐོབ་ཐང་བྲལ་བ་རང་དབང་དང་འདྲ་མཉམ་མི་ཆ་ཚང་ལ་རེ་བ། ཨ་ནི་མི་གཤིས་ལ་མཐོང་བྲལ་བ་མིའི་རང་ཉིད་ལ་སྐྱེ་བོར་སྒེར་ཚོ་སོ་ལ་མཐོང་བྲལ་མ་གཏོགས་ཅི་སྔོན་མ་ནས་ལྷར་ད་ཅི་སྔོན་མ་ནས་ལས་རྒྱལ་སྲིད་ད་ཟེར་དེ། དེ་བཤད་དཀོན་མར་མོ་རང་ཉིད་ལ་མཐོང་འཕྲལ་ད་དང་སང་ང་ཚོ་རང་དབང་དང་དམངས་གཙོ་དང་ང་ཚོ་ཅིག་བཤད་དཀོར་བ་འདྲ་མཉམ་དང་དེ་བཤད་ནི་གང་ལ་འོ་ད་དེ་གང་ནས་ཡོང་དཀོར་ན་ང་ཚོ་མི་ཆེ་ཤེས་རིག་གི་ཐོག་ནས་མི་ཆེ་རང་ལུགས་ཀྱི་ཐོག་ན་ནི་རང་དབང་འདྲ་མཉམ་ནི་ད་དུ་ཡོང་དཀོར་རེད་ད་འཐབ་དོན་ནི་རྗེན་པ་ར་འདི་ཚོ་ནུབ་ཕྱོགས་ཀྱི་ཤེས་རིག་གི་ནང་ནས་རང་དབང་དང་འདྲ་མཉམ་དང་མང་གཙོ་ཡིན་རྒྱུ་གི་སྤྱི་ཚོགས་ཀྱི་ནང་ནས་ནས་བསྡད་མེད་ཅེས་ནས་ད་ཕྱོགས་སྟོང་ར་འདི་ཚོ་གི་བཤད་རྒྱུ་འདི་ལ་ངོ་རྒོལ་བྱེད་པ་ཡིན་ན་དོན་དག་རྡོག་རྡོག་ད་རང་དབང་དང་མང་གཙོ་དང་འདྲ་མཉམ་ལ་ངོ་རྒོལ་བྱེད་དགོས་ཨ་རི་ར་ད་དབྱིན་ཇིའི་གི་སློབ་གྲྭ་ནང་ནས་བསྡད་མེད་ཅེས་ཨ་ནས་སོ་སོ་སྤྱི་ཚོགས་འདི་འདྲས་ཞིག་གི་རང་དབང་དང་མང་གཙོ་དང་འདྲ་མཉམ་གི་སྐྱེ་བསང་ཅིག་ཁ་ཚ་ར་འཁོར་ནས་ཅེས་ནས་བོད་ནང་གི་ཕྱོགས་སྟོང་ཅན་པོ་ར་འདི་ཚོ་གི་བཤད་རྒྱུ་ལ་ངོ་རྒོལ་བྱེད་པ་འདི་དོན་དག་རྡོག་རྡོག་འདི་ཚོ་གང་བྱེད་དགོས་ར་ན་རང་དབང་དང་མང་གཙོ་ལ་འདྲ་མཉམ་གི། ནི་དེའི་ཐོག་ལ་སྐད་ཆ་བཤད། འོ་ད་ལྷ་ཡི་བར་དག་ཟིན། ཨ། མིའི་འདྲ་གི་མར་དག་ཟིན། མངའ་བདག་གྲལ་རིམ་དང་བཀས་བཀོད་རྒྱུ་མཚན་དང་ཞབས་ཞུ་ཞུ་ཡག་གི་འདི་ཚོ་བྲིས་གི་ད། བསམ་བློ་གི་སྦུག་གི་སྐད་ཆ་གི་ཡོང་སྟངས་དེ་རེད་ད་བརྒྱ་ཆ་བརྒྱ་གི་ངས་དེ་བཤད་གི་མེད། ད། ད་ལྟ་ད་རེས་ཀྱི་དེའི་སྤྱིར་བཏང་གི་ཅིག་ཤེས་ཡོན་དྲ་ཚིགས་ཀྱི་ཐོག་གི་རྒྱབ་ལྗོངས་ཀྱི་ཐོག་ནས་བཤད་ན་འདི་འདི་འདྲའི་ཞིག་མགོ་དེ་ཡིན་པ་སོང་ཙང་མ་འོངས་པ་ན་ཏཱ་ལའི་བླ་མ་ཨིན་སི་ཅུ་ཤེས་ཤུན་སི་ཡར་གྱི་འདི་གི་ཅིག་ཆབ་སྲིད་ཀྱི་ཤུགས་རྐྱེན་འདི་བོད་ནང་ལ་ཡོང་གི་རེད་ན་དེ་བོད་ནང་ནས་ཧ་ཅང་གི་ཁག་པོ་རེད་རེད་བ། དེ་འབའ་སོང་ཙང་ད་ད་འདའ་གི་ད་ད་འདའ་གི་མི་ཐོག་ཅིག་ལ

ང་ཚོ་འཛམ་གླིང་གི་ཤེས་རིག་ཆ་ཚང་ཁོག་ལ་ཆུད་པ་དང་བོད་ཀྱི་འབྱུང་འགྱུར་ལ་བལྟས་ཏེ་ང་ཚོ་སྡོམ་རྒྱབ་ནས་ཀྱང་བཤད་མ་ཐུབ་པ་ཡིན་ན་རེད། ང་ཚོ་འཕེལ་ཕྱོགས་གང་ལ་གང་འཚམ་ཟིག་ང་ཚོ་ཧ་གོ་རེད། རེད་བ་ད་ང་ཚོ་སྤྱི་ཚོགས་འདིའི་ནང་ནས་ད་ང་ཡིན་ན་ལོ་ལྔ་བཅུའི་བར་དུ་བསྡད་ཚར་རེད་དེ་ཡིན་པ་སོང་སོང་སྤྱི་ཚོགས་ཀྱི་འགྲོ་སྟངས་གང་ལ་གང་འཚམ་ཟིག་ད་མཐོང་བསྡད་ཀིར་བ། བོད་ནང་གི་དགེ་རྒན་འདི་འདྲ་རེད་ང་ཚོ་མཉམ་པོ་འགྲོ་ལངས་བྱེད་ཀྱི་བྱུང། ཨཱ་ནི་ད་དེ་འགྲོ་ལངས་བྱེད་པའི་ཁ་ཐུག་ལ་ཨཱ་ནི་ག་རེ་ལབ་སོང་ལབ་ན་ཁོང་གི་སྐད་ཆ་དེ་ཉིད་དེ་མི་ཁ་ཤས་ཀྱིས་ལབ་མྱོང་ཡོད། འདི་འདྲའི་རེ་བ་རེད།

བརྒྱ་ཆ་བརྒྱ་གི་བོད་རྒྱ་མིའི་དབུགས་ནི་བསྡད་ཡ་དང་བོད་ཀྱི་བདག་དབང་བརྒྱ་ཆ་བརྒྱ་གི་ལས་བཏང་གི་ཡིན་པ་དེ་བོད་ནང་གི་མི་དེ་ཚོ་ལ་ངོ་འཕྲོད་གི་ཉིན་མོ། གལ་སྲིད་དེ་འདྲས་ཅིག་བྱེད་གི་ཡོད་ན། དབུ་མའི་ལམ་ཟེར་ཡ་གི་དམིགས་ཡུལ་དེ་དངོས་གནས་དེ་འདྲས་ཅིག་ཡིན་ན་འོ་དེའི་ཉི་མ་ཁོ་ཚོ་རྒྱ་རིན་པོ་ཆེའི་ནར་ཁེལ་གི་མ་རེད། དེ་བཤད་གི་འདུག་བོད་ནང་ནས་ང། ང་ལ། ཁྱོད་རང་ཚོ་གི་ཅིག་རང་བཙན་དེ་དེ་ཚོ་བཤད་དེ་ནི་གང་ལ། དེ་བོད་ནང་གི་མི་མང་ལ་ཅིག་ག་རེ་བཟོ་བར་དེ་དཀའ་ངལ་ཚིག་ཆག་གོ་བ་མ་རེད་ཡིན་ན་ཁྱད་པར་དུ་དབུ་མའི་ལམ། དེ་རྒྱ་གར་རིན་པོ་ཆེ་གི་མཚན་གནས་ཀྱི་ཐོག་ནས་གསུངས་པ་སོང་ཙང་རྒྱ་གར་རིན་པོ་ཆེ་ལ་བོད་མི་མང་ཡིད་ཆེས་ཅིག་ཡོད་རེད་དེ་ཡིན་པ་སོང་ཙང་འོ་ད་གང་ལྟར་ཁོང་གི་ལོ་རྒྱུས་མ་རེད་ཟེར་དེ་རེད་དེ་མ་གཏོགས་བརྒྱ་ཆ་བརྒྱ་གི་དབུ་མའི་ལམ་ཟེར་དེ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འོག་ནས་བོད་དུ་གནས་བོད་ཀྱི་རྒྱལ་ཁབ་ཀྱི་ལོ་རྒྱུས་ཆ་ཚང་གནས་ལས་བཏང་ནས་རྒྱ་མིའི་འོག་ནས་བསྡད་ཡ་ཅིག་ཡིན་པ་ཡིན་ན་དེ་ཉི་མ་བོད་མི་མང་གི་རྒྱ་གར་རིན་པོ་ཆེ་ནི་རེ་ཁེ་གི་མ་རེད་ཁོ་ཚོ་སྒྲུབ་བྱེད་ག་རེ་བྱེད་དགོས་ན། བན་ཆེན་རིན་པོ་ཆེ་གི་སྐོར་དེ་ཁུ་ཚུར་བཤད་ཀྱི་འདུག་བོད་ནང་བན་ཆེན་རིན་པོ་ཆེ་ལ་བོད་ནང་ནམ་མཐོང་ཟིག་ཡོད་པ་དེ་ཆེ་མཐོང་ཡོད་པ་དེ་བན་ཆེན་རིན་པོ་ཆེ་ཡིན་པའི་ཨ་ནེ་ཅིག་སྐུ་འཕྲང་བཅོལ་བ་ཅིག་ཆིག་ཟིག་ཤོན་པའི་དེའི་ཐོག་ནས་བོད་ནང་གི་ཨ་ནེ་ཁྱད་པར་དུ་མི་རབས་གསར་བ་དེ་ཚོར་གི་བན་ཆེན་རིན་པོ་ཆེ་མཐོང་བྲལ་བ་མ་རེད་བན་ཆེན་རིན་པོ་དེ་མི་གཙང་མ་ཟིག་བྱེད། རེད་བ། སྲིད་སྤྱི་ག་རེ་ཡིན་མིན་ལ་མ་བལྟས་པའི་ཁོ་རང་གི་ད་རྩ་བའི་ཁ་ཕྱོགས་ནོར་ཡོད་མིན་ལ་མ་བལྟས་གང་ཡོང་ཡོང་གི་ཨ་ནི་བོད་རྒྱལ་སྤྱིའི་མི་མང་གི་ཁེ་ཕན་གི་ཆེད་དུ་ཤིག་རྒྱབ་མཁན་གི་མི་གཅིག་ཡིན་པ། རེད་བ། ཨ་ནི་ད་ད་ད་བོད་གི་ས་ཁའི་ཆ་ཚང་ལ་འགྲོ་ནས་ཅིག་ཨ་ནི་ཨ་ནི་ད་ཞབས་ཀྱིས་བཅག་ནས་ཨ་ནི་ཅིག་ད་བལ་ཏེ་ཅིག་ནས་ཅིག་བ་བློ་ཁོག་དང་དེ་འདྲའི་གི་ཐོག་ནས་མི་གཙང་མ་ཅིག་ཡིན་པ་ལྷག་བསམ་རྣམ་དག་ཅིག་ཡིན་པ་པཎ་ཆེན་རིན་པོ་ཆེ་གི་དེའི་སྤྱི་ཚོགས་ཐོག་ལ་ཨ་ནི་ད་ང་ཚོ་ཨིན་ཇིའི་མ་ལག་ན་ཕུར་བུ་བཅིངས་ནས་ཅིག་བདེན་དབང་བཅས་ནི་ཡོང་པའི་ཁ་ཐུག་ལ་བོད་མི་མང་གི་ཁུ་ངལ་ལེན་བྱེད་དགོས་ཡ་དེ་རེད། ཨ་ནི་པཎ་ཆེན་རིན་པོ་ཆེ་གི་ཨ་ནི་རྒྱ་མོ་ན་མ་ལེན་གི་ཡོད་ན་རེད་གུང་ཁྲན་ཏང་གི་དཔོན་པོ་བསྡད་དགོས་གི་ཡོད་ན་རེད་གྲྭ་བ་ལོག་སོང་བ་ཡིན་ན་དེ་ཆ་ཚང་ལ་གུ་ཡངས་བཏང་ནས་པཎ་ཆེན་རིན་པོ་ཆེ་ལ་གུས་ཞབས་བྱིན་པ་དེ་ག་རེ་རེད་ན་ཁ་ཡོད་ལག་ཡོད་གི་བོད་རྒྱ་མིས་བཟོ་གདོང་པ་བླངས་ནས་ཀྱི་ཨ་ནི་གུང་ཁྲན་ཏང་ལ་ངོ་རྒོལ་བརྩིས་ན་རེད་དེ་བྱས་ནས་ཀྱི་ད་བཙོན་ཁང་ནང་ལ་འགྲོ་དགོས་ན་དེ་ཀྱི་པཎ་ཆེན་རིན་པོ་ཆེ་ཁོ་རང

བན་ཆེན་རིན་པོ་ཆེ་གི་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ཨ་ནི་བོད་ནང་གི་ད་ཞིག་རྒྱབ་མི་བྱེད་ཁོ་རང་གདོང་ལ་ཐོན་ནས་གསུངས་པ་སོང་ཙང་བོད་མི་རིགས་ཀྱི་ངོ་སྲིང་དགོས་ཡག་གི་རྒྱུ་མཚན་དང་ཨ་ནི་བན་ཆེན་རིན་པོ་ཆེ་ལ་དད་པ་ཡོད་ཟེར་དུས་བླ་མ་ཡིན་པའི་རྒྱུ་མཚན་མ་རེད་ད་དོན་དོག་དོག་བྱས་ཡོང་ན་བན་ཆེན་རིན་པོ་ཆེ་བླ་མ་རེད་ཟེར་འཇགས་ན་ད་ཡོད་བར་ད་ཡིན་ན་རེད་དེའི་ནང་གི་གལ་ཆེ་ཤོས་དེ་ཁོ་རང་གི་ངོ་ནས་ཁ་ཡོད་ལག་ཡོད་ཀྱི་ལས་ཀ་བྱིན་པ་དེ་ག་རེད། ཏུ་ཞེས་བསྐུར། དེ་ནང་བཞིན་གྱི་ཁོང་རང་ཚོ་ད་ལྟ་ང་ལ་ང་ཚོ་འགྲོ་སྟངས་བྱུང་བའི་ཁ་ཐིག་ལ། རྒྱ་གར་རིན་པོ་ཆེ་གི་རྒྱ་གར་རིན་པོ་ཆེ་ཡིན་པ་ཟེར་གི་ཀུན་འཕྲང་ཆོས་བཞི་ཡིན་ཟེར་གི་འདི་གཅིག་པུ་བཙོང་གི་ཡིན་ལབ་ན། འདི་ཚོང་ར་ཆེན་པོ་ཙིག་མ་འོངས་པ་ན་ཡོད་མ་རེད། ད་མི་རང་ཉིད་ཀྱི་ཐོག་ནས་བོད་ཀྱི་རྒྱལ་ཁབ་དང་ནས་ལས་མ་བཏང་བ་བྱས་ནས་ཆབ་སྲིད་ཀྱི་ཐོག་ནས་འདི་བསྡད་པ་ནི་འདི་མ་རྩ་ཆེན་པོ་རེད་དེ་མ་གཏོགས་ནས་དེ་ད་བོད་མི་མང་གི་གཅིག་གི་གར་སོགས་དེ་ད་པ་ཡོད་མེད་ལ་མ་བལྟས་པའི་དེར་མ་གཏོགས། རྒྱ་ཆ་རྒྱ་གི་ནི་རྒྱ་མི་ཡོག་ནི་དད་གི་ཡིན་སི་ཡ་གི་སི་ཅི་ཅིག་སིན་ནི་ཅིག་དེ་ཡོག་ནི་གང་ན་བོད་ནང་གི་རྒྱ་རིན་པོ་ཆེ་རྒྱ་རིན་པོ་ཆེ་ཡིན་པའི་རྒྱུ་མཚན་གི་ཐོག་ནི་ཨ་ནི་དེ་མ་འོངས་པ་ན་བོད་ནང་ནི་དེ་ཤུགས་རྐྱེན་དུ་མི་འདུག་ཏུ་གནས་ཐུབ་མིན་དུ་ཁག་པོ་རེད་ཁོ་ཚོ་དེ་བཤད་གི་འདུག་དེ་ནང་བཞིན་རེད་དེ་ཡིན་པ་སོང་ཙང་ད་འདི་བཟོ་བྱེད་གི་ཧ་གོ་གོ་ཡ་ཅིག་ལ་བོད་ནང་གི་སྤྱི་ཚོགས་གི་འགྱུར་བ་ནི་དེ་འདྲ་ཅིག་རེད། ད་ཁྱོད་རང་ཚོ་གི་ངོ་རྒོལ་བྱས་མེད་ཅེས་ཕྱོགས་སྟོང་ར་དེ་ཚོ་གི་ཅིག་བཤད་གི་འདུག་དེ་ནུབ་ཕྱོགས་ཀྱི་ཤེས་རིག་ལ་གོ་བ་མ་ལོན་པ་རེད་ཟེར་དེ་འདྲས་བཤད་དགོས་རེད་གཅིག་བྱས་ན་གོ་བ་ཁྱོད་རང་ཚོ་ལས་ལྷག་ཟིག་ལོན་ཡོད་སྲིད། ནུབ་ཕྱོགས་ཀྱི་ཤེས་རིག་གི་ཁྱབ་ཁོངས་ནས་ཁེ་ཕན་རག་ད་ཡོད་ནི་ཨ་ནེ་འཐབ་རྟེན་གྱི་འབའ་རི་འདི་ཚོ་ཡིན་ན་ཐང་མ་གཏོགས་ནུབ་ཕྱོགས་ཀྱི་ཤེས་རིག་གི་གོ་བ་ལོན་ཡོད་ནི་དེ་ནུབ་ཕྱོགས་ཀྱི་ཤེས་རིག་དེ་འདྲས་གོ་བ་ལོན་མི་ཐུབ་པ་ཟིག་མ་རེད་རེད་བ།

རྡ་རམ་ས་ལ་ནས་ད་ལྟ་འདྲ་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་བྱས་ནས་ཚོགས་འདུ་དེའི་ཐོག་ལ་ད་ཐུབ་བསྟན་སྦྱིན་པ་ར་འདི་ཚོ་གི་ཅིག་བཤད་བསྡད་པ་དེ། ད་ཐུབ་བསྟན་སྦྱིན་པ་གཅིག་པོ་ར་མར་ད་འདི་འདྲའི་གི་སྣང་ཚུལ་ཅིག་ཡོང་དགོས་རེད་ཚོགས་འདུ་འདི་ཚོ་འདི་འདྲའི་ཚིག་གསལ་གོ་དགོས་ན་དགའ་ལྡན་ཕོ་བྲང་ལ་གོ་དགོས་རེད། དགའ་ལྡན་ཕོ་བྲང་ལ་ག་རེ་བྱས་ནས་ཚོགས་འདུ་འདི་འདྲའི་ཅིག་གོ་དགོས་ཡོད་རེད་ན། རྒྱལ་བ་རིན་པོ་ཆེ་དང་དགའ་ལྡན་ཕོ་བྲང་གཉིས་ཆ་ད་ཚད་མཉམ་བཟོ་གོ་དགོས་རེད།

ག་རེ་རེད་ཟེར་ན། སྤྱིར་བཏང་ད་ལྟ་གི་གྲོས་ཚོགས་ཀྱི་ར་བ་དེའི་ནང་ནས་ཅིག་ཆོས་ལུགས་ཀྱི་སྤྱི་འཐུས་ཕྱི་རྒྱལ་སྤྱི་འཐུས་དེ་ཚོ་ལྟས་ཅིག་འདི་འདྲའི་ཐོག་ལ་ཁ་སང་པོ་ཅིག་ཅིག་མགོ་ཚེ་པོ་འདྲ་བོ་ཡོད་རེད་གང་ལ་གང་འཚམ་ཡིན་ན་ད་འདི་འདྲའི་བརྗོད་གཞི་འདི་འདྲའི་ཐད་ཡོང་ནས་གང་ལ། ཕྱི་རྒྱལ་སྤྱི་འཐུས་ཚོ་ལག་པ་འཆང་དེ་འོས་ཡོད་མ་རེད་དེ་འབའ་སང་སང་གར་སྟེང་ཕོ་བྲང་གི་གནས་བབ་ཅིག་ཨ་ནི་ད་ཚད་ཉིམ་ཟེར་ན་མི་འདུག་ཏཱ་ལའི་བླ་མ་གི་རྗེས་ལ་བཟོ་སྲིད། དེ་ཡིན་པ་སོང་སོང་ད་འདི་ཡིན་ན་ར། ཏཱ་ལའི་བླ་མ་གི་སྐུ་དབང་རྩིས་སྤྲོད་བྱས་པའི་ཁ་ཐུག་ལ་ང་ཚོ་ཉིས་སྟོང་བཅུ་བཞི་བཅུ་གཉིས་ལོ་དུ་བ་ལ་གཞུང་དམངས་ཚོགས་ཆེན་འཚོགས་ནས་གདམ་ས་ནི་ཡིན་པ་དེ་ཅིན་པ་སོང་སོང་འདི་གལ་སྲིད་ཡང་བོད་མི་མང་གི་མགོ་ལ་དགར་ལྡིང་ཕོ་བྲང་བྱ་དགོ་གི་ཡོད་ན་འདི་སྐབས་ལ་ཚོགས་ཆེན་ཅིག་འཚོགས་དགོ་གི་རེད་བསམ་གི་འདུག་ད། རྒྱལ་བ་རིན་པོ་ཆེ་ལ་དགར་ལྡིང་ཕོ་བྲང་ཡིག་ཆ་ལ་མཚན་སྙིམ་བཟོ་ན་ག་འདྲ་ཅིག་རེད་ལབ་ན་བཅའ་ཁྲིམས་ནང་ན་རྒྱལ་བ་རིན་པོ་ཆེའི་སྐོར་ལ་ག་རེ་བྲིས་བྱ་དེ་ང་ཚོ་ཧ་གོ་རེད།

བ། བཅའ་ཁྲིམས་ནང་ན་ནི། རྒྱལ་བ་རིན་པོ་ཆེ་གི་འཛིན་སྐྱོང་གི་དབང་ཆ་དེ། ཤ་ཤ་བོ་དེ་གསལ་བོ་རེད་འཛིན་སྐྱོང་དང་འབྲེལ་བའི་གཅིག་བར་བ། རྒྱལ་ཁབ་ཀྱི་འཛིན་སྐྱོང་དང་འབྲེལ་བའི། ད་རྒྱལ་ཁབ་ཅིག་གི་ཁ་ཕྱོགས་དང་འབྲེལ་བའི། རྒྱལ་ཁབ་ཅིག་གི་ལ་རྒྱ་དང་འབྲེལ་བའི། ད་རྒྱལ་ཁབ་ཅིག་ལ་བལྟས་ན། རྒྱལ་ཁབ་གཞན་པ་གི་ཆབ་སྲིད་ཀྱི་མི་སྣ་དེ་ཚོ་ལ་རྒྱལ་བ་རིན་པོ་ཆེ་གི་རྒྱལ་ཁབ་ཀྱི་ངོས་ནས་གསུང་འཕྲིན་བཏང་ཡ་མཇལ་འཕྲད་གནང་ཡ་དེ་ཡན་ཆད་པོ། བོད་མི་མང་གི་འགྲིམ་སྲིད་པ་བཅས་ཨ་ནི་ད་ཅིག་ཨ་ནི་རྒྱ་རིན་པོ་ཆེ་ལ་དགོས་མཁོ་ག་དུས་ཡོད་ན་དུས་འཚོག་ར་ད་བཀའ་བློན་འདྲ་དེ་ཚོ་ཐོག་ལ་མ་ར་ཨ་ནི་ཨ་ནི་ད་གར་སོ་ཡིག་ཐོག་ནས་མ་ར་ཤུ་ཡ་ཟིན་ན་རེད་ཨ་ནི་ད་བཀའ་ཡིག་ཕེབས་ཡ་ད་རྒྱ་རིན་པོ་ཆེ་བཀའ་ཡིག་ཕེབས་ན་དེང་སང་མིན་ལབ་ཐུ་ནི་ཅིག་ཡོད་རེད་བས་ན་ད་ནང་བཞིན་གི་ལ་སོག་པའི་ཨ་ནི་ད་དེ་ཡོད་རེད་དེ་མ་སོང་ཙང་རྒྱ་ཁབ་གི་ཆབ་སྲིད་ཏིག་ཏིག་དེ་དེ་རེད་ད་ཨ་མ་དེ།

ཨང། དེའི་ག་རེ་བྱེད་རྒྱུ་རེད་ད་དབང་ཆ་དེ་འདྲས་ཅིག་ཏར་ཅིག་རེད་ན་དེ་འདྲས་ཅིག་ཡོང་མིན་གནས་ཚད་ལོག་པ་རེད་ད། ད་འདི་གཟུགས་ལ་ད་འདི་གི་ད་སེམས་ལ་ད་རྔམ་སྐྲག་ལངས་ཏེ་ཡ་དེ་རྒྱ་བ་རིན་པོ་ཆེ་འགྲོ་སོང་ན་དགའ་ལྡན་ཕོ་བྲང་དུ་སུ་དཔའ་རུ་མེད་ལྷག་འགྲོ་ས་འདི་ཡིན་གཅིག་མི་གཉིས་བོད་མི་རིགས་ཀྱི་སྒང་ལ་སྐྱོན་དགོས་ཟེར་ཡ་གི་ཁོ་རང་ཚོ་གི་ད་དོན་དག་དེ་འདི་རེད། ད་ཚོགས་འདུ་དེ་གོ་སྒྲིག་བྱས་ནས་གཞོན་ནུ་ལྷན་ཚོགས་དེའི་ནང་གི་ལག་པ་བྱེད་ཀྱི་རེད་ད་ལྟ་གི་ཅིག་ལོ་ཆུང་ཆུང་འདི་ཚོ་གི་འདི་ཚོ་གྲིས་ཅིག་བྱས་ན་མགོ་ཚེ་གི་རེད་ཅིག་བྱས་ན་ཁོ་རང་ཚོ་ཁེ་ཕན་གཞན་པ་ཅིག་སྤྲོད་གལ་ཆེ་ཡོད་ཡོད་སྲིད་ད་དེ་འདྲས་བྱས་ནས་ཅིག་འདིའི་ནང་ལ་ཁྲིད་འགྲོ་དགོས་རེད། ཚོགས་འདུ་དེ་ལ་རྒྱབ་འཇུར་གི་ཡོམ་འདག་རེད་ད་མཉམ་པོ་བྱས་ནས་ཅིག་ད་ཡོན་སྦྱར་ནས་ཟིན་ན་རེད་དེའི་གི་ཨ་ནི་ཅིག་དེ་བོད་གི་ཐེབས་རྩ་ཁང་ཟེར་ཡ་དེ་རེད་བོད་གི་ཐེབས་རྩ་ཁང་བོད་གི་ཐེབས་རྩ་ཁང་ཟེར་ཡ་དེ་ག་རེ་རེད་ན་བོད་གི་སྒེར་རྩ།

ཕྱི་རྒྱལ་སྒེར་བདག་བྱས་འཛིན་ན། གཞུང་གིས་སྒེར་བདག་བྱས་འཛིན་ན་ཅི་ག་བསྒྱུར་པའི་སྲིད་ཇུས་ཅིག་ཅེས། ད་གང་ལྟར་དོ་བདག་དོ་བདག་དེ་གཞུང་གི་མིང་ཐོག་ན་ཅིག་གར་གྱི་དབང་ཐང་ཅིག་ཁང་པ་ར་ཅིག་ས་ཁང་ར་དེ་ཚོ་ཡོད་པ་ཆ་ཚང་བཙོངས་ནས། དེར་ད་ཁོ་རང་ཚོ་གི་ཅིག་གི་སྣང་བ་འགྲོ་ནས་མི་དེ་ཚོ་ར་ཁོ་རང་ཚོ་འབྲེལ་བ་ཡོད་རྒྱུ་རྐྱང་རྐྱང་ལ་བཙོང་བྱ་ལབ་ནས་ཅིག་ལོ་བཟང་སྙན་གྲགས་ལ་སྐབས་དེ་རིགས་གང་ལ་སྐྱོན་བརྗོད་ཞེ་དྲག་བྱུང་བ་རེད་སྤྱི་ཚོགས་ཐོག་ནས་ལྟ་སྟངས་བྱུང་བ་རེད་གྲོས་ཚོགས་ནང་ནས་སྐྱོན་བརྗོད་བྱུང།

བོད་པ་ལ་རོགས་དངུལ་ཅིག་སྤྲད་པའི་བོད་པའི་སྤྱི་ཚོགས་ཀྱི་ད་དམིགས་སྒོ་དང་འབྲེལ་བའི་རོགས་དངུལ་ཅིག་སྤྲད་པའི་ཁ་ཐུག་ལ་ཨ་རིའི་གཞུང་ཡོངས་ནས་ཐད་ཀར་བོད་པ་རྫུན་མའི་ལག་པ་སྤྲད་དགོས་མར་བལ་རུལ་ནས་ད་བོད་ཀྱི་ཐེབས་རྩ་ཁང་ར་འདི་ཟོ་རྒྱུན་ནས་མ་ར་ད་བགོ་འགྲེམས་བྱས་ཡོང་སྐོར་ད་དེ་ག་གསར་འགོ་དེ་ད་འདའ་གི་ཨ་ནེ་འདིའི་ལག་པ་ད་བློ་བཟང་སྙན་གྲགས་ར་འདི་ཟོ་ལག་པ་ཡོད་རེད

གཞོན་ནུ་ལྷན་ཚོགས་འདི་རང་བཙན་རྩལ་ནུས་ཀྱི་གཞོན་ནུ་ལྷན་ཚོགས་ཡིན་པ་སོང་ཙང་ཁོ་རང་ཚོ་གི་དབུ་མའི་ལམ་གྱི་གཞོན་ནུ་ལྷན་ཚོགས་བཙུགས་ནས་དེ་འདྲའི་རེད་ད་ཨ་རིའི་རེ་ད་བ་ཅིག་བཙུགས་གི་ཡོད་ཟེར་ནམ་ཉིན་ད་ལོ་འདི་ཨོ་རི་རྒྱང་ནས་ཅིག་བཤད་བསྡད་པ་དེས་བློ་བཟང་སྙན་གྲགས་རེད་འདི་ཟུར་གྱི་བཙུགས་རྒྱུར་ད་ཨ་རི་ནས་གུང་དཀར་བཀྲ་ཤིས་བློ་བཟང་སྙན་གྲགས་འདི་མོ་འདི་གི་བཙུགས་རྒྱུར་འདི་ཟུར་དྲན་གི་ལས་ཀ་འདི་ག་རེ་རེད་ཟེར་ན།

ད་ཁོ་རང་གི་བཤད་ཁྱུག་གི་ལས་ཀ་འདི། ད་རླབས་ཆེ་བའི་ལས་ཀ་ད་ཁོ་རང་བྱེད་འདི་འགྲོ་དགོས་ཡག་གི་རྒྱུ་མཚན་ནི་ད་སྐྱབས་མགོན་རིན་པོ་ཆེ་ད་ཧང་སང་ཡག་གི་མི་ཡིན་པ་རེད་བ་ད་མཛད་རྗེས་ཆེན་པོ་ཡིན་པ་དེ་འདྲའི་བཤད་ཁོ་རེད་ད་རྦད་དེ་ཨ་ནི་གཅིག་ནི་ལྷ་སྒྲུང་པས་རེད་བ་ཨ་ནི་རྒྱལ་བ་རིན་པོ་ཆེ་སྐད་ཆེན་པོ་རེད་ཆེན་པོ་མ་རེད་ད་སྐད་ཆེན་པོ་ཡིན་ད་ཡིན་སྤྱིར་གི་བོད་ཀྱི་ཤེས་རིག་གི་ཐོག་ནས་བཤད་ལུང་ནི་ངང་ལ་འཕགས་པ་སྤྱན་རས་གཟིགས་ཀྱི་ཨ་ནི་རྣམ་སྤྲུལ་རེད་བ་སྲིད།

ད་ཡིན་ནའང་ཐུབ་བསྟན་སྦྱིན་པ་རི་འདི་གཟུགས་ཀྱི་ལག་པ་ལ་ཁ་ལ་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཟེར་ཡ་གཅིག་བཤད་སྐོར་དང་ཁྱོད་ཚོ་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གཅིག་སློབ་གྲྭ་ཁག་ལ་བཤད་ཀི་ཡོད་བས། ཁ་ཡར་ལྕགས་ལ་འཕགས་པ་བྱས་ནས་གཟིགས་མར་ལྕགས་ལ་འཕགས་པ་བྱས་ནས་གཟིགས་ལྷ་མིའི་རྣམ་འདྲེན་རྐྱང་རྐྱང་བྱས་ནས་འདི་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་རེད་བས། བསྟན་པ་སོང་ཙང་འདི་བཟོ་གྲྭའི་ག་རེ་རེད་ན་ཆོས་ལུགས་དང་མ་འབྲེལ་པ་ཟེར་ཡ་གི་དར་ཆ་དེའི་ཐད་ནས་བྱས་བས་ན་ད་ཨ།

ད་ལྟ་གནང་བཞིན་གི་ནི་ག་རེ་བྱེད་སྐོར་དང་ད་བོད་ཀྱི་སྤྱི་ཚོགས་ནང་ལ། རྒྱ་གར་རིན་པོ་ཆེ་བོད་ཀྱི་ངོ་རྟགས་རེད་བ་ཟེར། ངས་འཐབ་རྩོད་སྦྱིན་པ་ལ་གཅིག་འདྲི་དགོས། རྒྱ་གར་རིན་པོ་ཆེ་བོད་ཀྱི་ངོ་རྟགས་རེད་ཟེར་ཏེ་བོད་ཀྱི་ངོ་རྟགས་ཟེར་ཏེ་ག་ཤ་ག་རེད Tibetan Identity། མི་རིགས་གཅིག་གི་ངོ་རྟགས་ལ་ནི་བསམ་བློ་གི་གཙོ་འཛིན་གཅིག་དགོས་རེད། ནི་དེ་མེད་ན་ནི་མི་རིགས་དེའི་ངོ་རྟགས་གྲུབ་གོང་རྒྱ་གར་རིན་པོ་ཆེ་བོད་ཀྱི་ངོ་རྟགས། མི་རིགས་གཅིག་གི་བསམ་བློ་གི་གཙོ་འཛིན་ཟེར་དེ་སྲོང་བཙན་སྒམ་པོ་ཡིན་ཆོག་གི་རེད་བ། ཁྲི་སྲོང་ལྡེ་བཙན་ཡིན་ཆོག་གི་རེད། ཨ་ནི་ཤེས་ཡོན་པའི་ཐོག་ནས་བཤད་ན་དགེ་འདུན་ཆེན་ཕེར་ར་དོན་གྲུབ་རྒྱལ་ལྷ་འདི་ཚོ་ཡིན་ཆོག་གི་རེད། རེད་བ། ཨ་ནི་རྒྱལ་ཁང་གཅིག་གསུམ་པ་རེ་ཡིན་ཆོག་གི་ཡིན་གཅིག་མི་གཉིས་བོད་ཀྱི་ཨ་ནི་བསམ་བློ་གི་ནང་གི་གཙོ་འཛིན་གཅིག་གི་ཐོག་ལ་བྱ་དགོས་འདི་རྒྱ་གར་རིན་པོ་ཆེ་ཁྱིམ་ཚང་བཅུ་བཞི་པ་ངས་མ་རེད་ལབ་གི་མེད་ད་ཡིན་གཅིག་མི་གཉིས་དེའི་ཐོག་ལ་བྱ་དགོས་ཡ་ཡིན་མཚན་གྱི་ཡོད་བ་མ་རེད། བོད་ལ་ད་ཕྱོགས་གཞན་གཅིག་ནས་བཤད་ན་དེ་ལས་སླ་བ་གི་མི་མང་པོ་ཅུང་ཚ་བ་རེད་ན་འགྲིག་གོ་རེད་ད།

རེད་བ། ད་ལོ་སྟོང་ཕྲག་མང་པོ་གི་ལོ་རྒྱུས་ཡོད་ཀྱི་བོད་བོད་མི་རིགས་ལ་ངོ་རྟགས་ཀྱི་དཀའ་ངལ་ཅིག་བྱུང་མྱོང་ཡོད་མ་རེད། སངས་རྒྱས་ཆོས་ལུགས་མ་བྱུང་ལོག་སྔོན་ནས་ངོ་རྟགས་ཡོད་ད་ལོའི་ལ་མ་ད་ཨ་ཆང་ཆང་རེད་བ། བོད་ཀྱི་ངོ་རྟགས་དེ་གང་རེད་ན། རི་མཐོན་པོ། ས་གཙང་མ། རྟ་མགྱོགས་པ། བུ་དཔའ་བོ། རེད་བ་ལོ་ཁོག་ཡོད་རྒྱུ། འོ་འདི་ལ་ད་ང་ཚོ་བོད་ཀྱི་ངོ་རྟགས་འདི་ཡིན་ལབ་ཡོད་ད། རི་མཐོ་ས་གཙང་རེད་བ། རྟ་མགྱོགས་པ། བུ་དཔའ་བ། ཆོས་བཟང་དུ་བྱེད་པ། རེད་བ་ད། འདི་ང་ཚོའི་བོད་ཀྱི་ངོ་རྟགས་ཡིན་ཟེར་ཤེས་ཡོད་རེད་ཤེས་ཡོད་མ་ཐུབ་དོན་སྦྱིན་པ་གི་འདི་ཚོ་ཧ་གོ་གྱི་རེད་བ། དེ་ཡིན་པ་སོང་ཙང་བོད་ཀྱི་ངོ་རྟགས་འདི་རེད། སངས་རྒྱས་ཆོས་ལུགས་ར་མ་རེད་ཏཱ་ལའི་བླ་མ་རེད་མ་རེད་མ་འོངས་པ་བོད་ཀྱི་ངོ་རྟགས་ཀྱི་དཀའ་ངལ་བོད་མི་རིགས་ལ་བྱུང་གི་མ་རེད་ངོ་རྟགས་ཀྱི་དཀའ་ངལ་ཅིག། ད་དེ་འདྲས་བྱེད། ཨ་མ་ད། ད་དེ་དོན་དག་ག་རེ་བྱེད་དགོས། ཏཱ་ལའི་བླ་མ་མེད་ན་ང་བོད་པ་ཡིན་ལབ་ན་ད་གོ་བརྡ་འཕྲོད་གི་མ་རེད་ད་ཟེར་ཆོག་རེད་བ།

ཨ་རིའི་རླུང་འཕྲིན་ཁང་གི་འགན་འཛིན་གཉིས་སྤྱི་ཡོངས་ནས་བློ་བཟང་རྒྱ་མཚོ་ཟེར་བྱས་པ་རེད། ཁོ་ཨ་ནི་ཀླུ་ཁང་པ་ངོ་མ་གི་ང་ཚོ་སྲིད་ཚབ་ཀླུ་ཁང་པ་གི་ཨ་ནི་ཅིག་ད་མི་རྒྱུ་རྩིས་ན་དེའི་གི་ཅིག་ད་སོག་ཁྲིག་རེད་ཟེར་བཤད་གི་འདུག་ད་གང་ལྟར་མི་ཤེས་ད་དེ་ཚོ་གི་དེའི་ཚ་བོ་ཚ་མོ་ཟིག་གི་ཅིག་དེ་འདྲའི་གི་བཤད་སྟངས་ཞིག་ཡོད་ནི་ཅིག་རེད་ངས་ཁོ་ངོ་ཤེས་གི་ཡོད་མིའི་རང་ཉིད་གི་ཐོག་ནས་མི་ཡག་ག་ཅིག་རེད། ཨ་ཁྲིད་སི་ཏི་སྒེར་རྩིས་པ་དེ་འདྲས་རེད་རི་མོ་ར་དེ་ཚོ་ཡག་པོ་ཡག་པོ་བྲིས་ཤིག་འདུག་དེ་དེ་འདྲས་ཞིག་རེད་ཁོ་རང་སུ་རེད་ལབ་ན་ཨ་མ་རྗེ་བཙུན་པད་མ་གི་བུ་མོ་རྗེ་བཙུན་པད་མ་རྒྱ་གར་རིན་པོ་ཆེ་གི་སྐྱེས་སྐྱེས་མོ་རྗེ་བཙུན་པད་མ་གི་འདི་རེད་བུ་མོ་གི་ཁྱོ་ག་བསྟན་ཆོས་ལགས་ཀྱི་ཁྱོ་ག་རེད། ད་ཁོ་ཁར་སང་ཁྱེད་གཉིས་ཀྱི་འདྲའི་རྩོམ་ཡིག་ཅིག་བྲིས་ཤག་ཁོའི་རྩོམ་ཡིག་ཅིག་བྲིས་ནས་སྒང་ལ་ཁོའི་རྩོམ་ཡིག་དེའི་ནང་ན་ག་རེ་འདུག་ལབ་ན། འདི་རེད་ད་ཇི་སྟོང་རྩོམ་ཡིག་དེ། ད་ད་ལྟ་གི་བཙན་བྱོལ་སྤྱི་ཚོགས་འདི་གི། ནི་བོད་ཕྱི་ནང་གཉིས་ཀྱི་ཚབ་འཛིན་ན་མི་འདུག་དེ་བོད་ཀྱི་བདག་དབང་གི་ཚབ་དེ། དབུས་བོད་མིའི་སྒྲིག་འཛུགས་ཀྱི་གདམ་ས་གི་འདི་གི་ཚབ་བྱེད་ཐུབ་ཀྱི་མ་རེད། དུ། ཤོག་ཅིག་ནི་བྱེད་སྟངས་ཅིག་རེད། འདིས་བོད་ཀྱི་སྒྲིག་འཛུགས་ཀྱི་ཚབ་བྱེད། བོད་ཀྱི་བདག་དབང་གི་ཚབ་བྱེད་ཐུབ་ཀྱི་མ་རེད། འདིས་པེ་ཅིན་ལ་བཀའ་ཤག་ཞེས་ཡི་གེ་བཏིས་ཡོད་མ་རེད། བོད་ཀྱི་བདག་དབང་གི་ཚབ་བྱེད་ཐུབ་ནི། འགྲོ་བ། མ་འོངས་པ་ན་ནི་བོད་ཀྱི་བདག་དབང་གི་ཚབ་བྱེད་ཐུབ་ནི་དེ་སུ་རེད་ན་ད་ལྟའི་ལ་མ་རེད། དེ་ཤེས་དགོས། ད་ལྟའི་ནུབ་ཕྱོགས་ནས་སློབ་སྦྱོང་ཞུས་ཐོན་བཏང་པའི་སྐད་ཆ་རེད། ངས་ད་ལྟ་རུའུ་སུ་ར་འདི་ཚོ་གི་སྐད་ཆ་ནང་ནས་མ་ར་ཅིག་ལྟ་ཡོང་ནི་གང་ལ། དུས་རིམ་འདིའི་ནང་ལ། རྒྱལ་ཁབ་ཀྱི་བདག་དབང་གི་ཚབ་བྱེད་ཐུབ་ནི་དེ་མི་སུ་དྲི་མ་ཞིག་ལྷ་དང་བླ་མ་མ་རེད་ད།

རྒྱལ་བ་རིན་པོ་ཆེ་གི་དགོངས་གཞི་འདི་ལ་ད་ང་ཚོས་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་གི་རིམ་པ་ནི་ང་ཚོས་བལྟ་དགོས་ཀྱི་རེད་ཡིན་ན་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་འདི་འདི་བཟོ་སྒྲིག་གི་སྒྲིག་སྟངས་ཤིག་ཡོད་རེད་སྤྱི་ཚོགས་ཐོག་ལ་ཡོང་ནི་ཅི་ད་འདིའི་རིགས་འདི་ཇི་ལྟ་ད་མངོན་གསལ་དོད་པོ་རེད་ཡིན་ན་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་འདི་འདྲས་ཅིག་ཡིན་ན་དེ་ནས་བོད་མི་མང་གི་ཁེ་ཡ་ད་ཧ་ཅང་ཁག་པོ་ཆགས་ཚར་རེད་འདི་བཟོ་སྒྲིག་གི་རྒྱལ་བ་རིན་པོ་ཆེ་དགོངས་གཞི་སྒྲིག་སྟངས་ཤིག་ཡོད་རེད་ད་དེའི་ནང་གི་མངོན་གསལ་དོད་པོ་དེ་ད་དེའི་མཐུད་བསྟན་སྦྱིན་པ་རེད་འདི་ཚོ་མ་ཁྲིད་ཡོང་ནི་བཞུགས་ནི་ལྷན་ཚོགས་གི་གདང་ཆ་བེད་སྤྱོད་བཏང་ནི་ཅི་འགྲོ་བ་ད་ལོ་ཆ་ངས་བྱུང་བའི་ཕྲུ་གུ་འདི་ཚོ་ཧ་གོ་དགོས་མ་རེད་གོ་གི་ཡོད་ཀྱི་མ་རེད་ད་གཅིག་བྱས་ན་གོ་བཞིན་འདི་འདི་འདྲ་ཡིན་སྲིད་ངེས་ད་ལྟ་གང་ནས་ཕྱིན་པ་ན་གང་ལྟར་འདི་གཅིག་ནས་གཅིག་གཅིག་གི་ཚོགས་འདུ་ར་དེའི་ཚོགས་ནས་སྤྱི་ཚོགས་ཐོག་ན་ལབ་རྒྱུ་ལངས་རྒྱུ་ཟིག་བཟོ་གི་འདུག་འདིའི་རིགས་འདི་འོ་ད་ཐུགས་སུ་རེད་བསྟན་པ་སོང་ཙང་འདིའི་རིགས་བོད་མི་རིགས་ད་ཐག་རིང་པོ་རེད་རྒྱལ་བ་རིན་པོ་ཆེ་གི་མཚན་ནི།